ལ་སྟོད་ཕ་སད། རྒྱ་ཆད་སེམས་དཔའ་པོ་རྣམས་ལ་གུས་འདུད་ཞུ་བར་ཚབ་ཅིག་ད་རིས་གུས་ཟླ་བ་དལ་བསྐྱལ་ནས། བོ་དོང་ཆུ་ལེན་རྣམ་རྒྱལ་གྱི་མཛད་རྣམ་སྐོར་ལ། ཨེ་ནས་བདུན་ཕྲག་སྔོན་མ་དེ་ལ། ངས་བོ་དོང་ཆུ་ལེན་རྣམ་རྒྱལ་གྱི། གཞོན་ནུའི་དུས་དགུང་ལོ་བཅུ་དྲུག་བཅུ་བདུན་བཅོ་བརྒྱད་བར་དུ་གཞོན་ནུའི་དུས་ཀྱི་མཛད་པ་དེ་ངས་རོབ་ཞུས་ཚར་བ་ཡིན། ངོ་སྤྲོད་དེ་བཅས་ཞུས་ཚར་བ་ཡིན། ད་ད་རིས། ངས་ཞུ་ཡས་འདི་བོ་དོང་ཆོ་ལོ་རྣམ་རྒྱལ་གྱི་མཚལ་མཛོད་རྩོམ་གསུམ་གྱི་ནང་ནས་ཨེ་ནི། རྩོམ་ལ་མཆོག་ཏུ་གྱུར་པའི་མཛད་པ་དང། ཨེ་ནི། རྩོད་པ་ལ་མཆོག་ཏུ་གྱུར་པའི་མཛད་པ་གཉིས་ངོ་སྤྲོད་ཞུ་གི་ཡིན། འདི་ངས་ད་འདི་གཉིས་ཀྱི་ཐད་ན་ངས་ཨེ་ནི། འདི་ཞེས་ཡས་འདི་བདོག་འདོད་པ་ཡིན། ད་དེ་ནས། རྩོམ་ལ་མཆོག་ཏུ་གྱུར་པའི་མཛད་པ་འདི་ལ་ཡི། འདི་ལ་འདི་ལ་ནང་གསེས་གཉིས་ཡོད། འདིའི་དམག་གི་ལེགས་ཞུས་ཆོག་པ་ཞུ། འོག་གི་དང་པོ་ངས་འདི་ཡིན་དང་པོ་ག་རེ་ཡིན་ཟེར་ན། བོ་དོང་ཕྱོགས་ལས་རྣམ་རྒྱལ་རྩོམ་ལ་བསྐུལ་ཉིན་དེ། ཨེ་ནི་དགུང་ལོ་ཉི་ཤུ་རྩ་དྲུག་ཙམ་ལ་ཁོ་རང་ལ་དག་སྣང་དང་དགའ་སྣང་ཞིང། རྩོམ་ལ་དེ་ཁྱེད་རང་དུས་སུ་མ་བདེ་རྩོམ་ལ་འཇུག་པ་གྱིས་ཤིག། བསྐུལ་ཉིན་མང་པོ་བྱུང་བ་རེད། དཔེར་ན། དང་པོ་རྒྱ་སྲས་ཐོགས་མེད་བཟང་པོ། རྒྱ་སྲས་ཐོགས་མེད་བཟང་པོ་འདི། གི་ག་རེ་ལུང་ག་རེ་བསྟན་ཡོད་ཟེར་ན། རྒྱ་སྲས་ཐོགས་མེད་བཟང་པོ་འདི་ལ། ཨེ་ནི་ད་ཁྱེད་རང་བོ་དོང་ཨེ་གི། མཁན་པོས་ཕྱག་ལས་གནང་རོགས་གནང་ཟེར་བསྐུལ་ནས་ན། ཨེ་རྒྱ་སྲས་ཐོགས་མེད་བཟང་པོ་འདི་ནི་ལུང་བསྟན་ནས། ངའི་ད་བྱོན་ངོ་མ་ད་ངའི་རྒྱུགས་ལ། ངའི་རྒྱུགས་ལ་ཨེ་ནི། དབོན་སྟོད་ཀྱི་བླ་མ་བླ་མ་མང་པོ་ཕེབས་ཀྱི་རེད། ཁོང་ཚོས་དེ་བོགས་གཏོང་བའི་བསྟན་པ་ལ་མཛད་པ་དཔེ་མི་སྲིད་རྒྱལ་པོ་བྱེད་ཀྱི་རེད། ད་དབོན་སྤྱིའི་བླ་མ་སུ་ཟིག་ནས་ད་སྤང་ལ་ལྟོ་བ་བློ་གྲོས་བསྟན་པ་གྲགས་པ་རྗེ་བཙུན་གྲགས་པ་རྒྱ་མཚོས་བྱང་ཆུབ་སེམས་དཔའ་མ་དེའི་ནང་ནས་བོགས་གཏོང་ཕྱོགས་ལ་རྣམ་རྒྱལ་ཁོ་ཚང་མ་དབོན་སྤྱིས་དབོན་སྤྱིས་ཟེར་ན་ཁོ་ཚོ་ཡུམ་གྱི་ཕྱོགས་ཀྱི་སྐུ་མཆེད་ཞེ་དྲག་རེད། འོ་ད་འདི་སོང་ད་འདིའི་ནང་ལ་ད་མཆོག་ཏུ་གྱུར་པའི་མཛད་པ་ཞིག་རེད་ཟེར་ནས། དེ་འདྲའི་ལུང་བསྟན་ན་རྒྱལ་སྲས་ཐོག་མ་བཟང་པོས། ད་ནི་གཉིས་པ་དེ། གཤོང་སྟོན་རྡོ་རྗེ་རྒྱལ་མཚན་གྱིས་དེའི་དག་སྣང་གི་ལ་ཕེབས་ནས་ཕོ་བྲང་ཆོས་གྲྭ་རྣམས་ཀྱི་དག་སྣང་ལ་ཕེབས་ནས། རྙིང་ལམ་ལ་ཕེབས་ནས་ག་རེ་གསུངས་པ་རེད་ཟེར་ན། ཨ་ནི། གཤོང་སྟོན་རྡོ་རྗེ་རྒྱལ་མཚན་དེ་ཉིད་ཀྱིས་གླང་ཆེན་བདུན་ལ་རྒྱལ་བའི་གསུང་རབ་ཀྱི་ཁལ་བཀལ་ནས། གླང་པོ་ཆེ་བདུན་ལ་རྒྱལ་བའི་གསུང་རབ་ཡོངས་སུ་དག་པ་ཁལ་བཀལ་ནས། ཨ་ནི། དེ་ནས། ང་ལ་ནི་ཁྱེད་རང་མཁས། དེའི་དོན་ལ་ངས་ནི་བྱིན་གྱིས་བརླབས་པ་ཡིན། ཟེར་ནས་འདིའི་ཐོག་ལ་ཁྱེད་རང་གིས་འདི་ཆོས་རང་འགྲེལ་ཏེ་འགྲེལ་བ་བརྒྱབ་ཤོག་རྩོམ་ཤོག་ཟེར་ནས་བཀའ་བཏང་གནང་བ་རེད། ད་ག་རེ་ཟེར་སོང་ན་འདི། ཚེ་སྒྲོལ་རྩོམ་ཟེར་ན་རྩོམ་ལ་ནི་འདི་གོ་གི་འདུག་དབང་ལུང། ཚོགས་འདུའི་དོན་རྒྱལ་མཚན་གྱིས་དབང་ལུང་གནང་ནས་ཁྱེད་རང་རྩོམ་པ་ལ་གྱིས་ཤིག་རྩོམ་པ་ལ་མཁས་པ་རྒྱུགས་ཤིག་ཟེར་ནས་འདི་བཀའ་གནང་བ་རེད་བསྐུལ་བ་རེད། ད་ན་ཤིང། མདོ་རྒྱུད་བདུན་མདོ་རྒྱུད་རྣལ་འབྱོར་མ་ཡང་དེ་དག་ནང་དུ་ཕེབས་ནས་ད་ཁྱེད་རང་འདུག་སུ་མ་བསྡད་ཁྱེད་རང་རྩོམ། ཁྱེད་རང་དེ་ནི་དེ་ཉིད་འདུལ་བ་ཆེན་པོ་འདི་རྩོམ་ལ་འཇུག་པར་གྱིས་ཞེས་ཟེར་ནས་ཡང་བསྐུལ་བ་རེད་འོ་འདུག་སུ་ནི་ད་འདི་ལྟ་འདི་གསུམ་ལས་བསྟི་མ་པ་གཞན་དག་ཡོད་རེད་འོ་འདུག་ཟེར་ནས་རྩོམ་ལ་འཇུག་སྟངས་དེ་གོ་དེ་འདུག་སུ་རེད། ད་དེ་ནི་འདི་འདྲ་རེད་བྱ། དེའི་སྐབས་ལ་ག་རེ་དགོངས་བྱ་ཟེར་ན། ཝུའུ་ལི་ཝུས་དང་མཐའ་འཁོབ་ཀྱི་སློབ་དཔོན་ཕེར་མོ་ཆེ་ནི་མདོ་སྔགས་ཀྱི་གཞུང་ལུགས་ལ་ཕྱོགས་རེ་བར་སྦྱངས་པར་བྱས་ཀྱིས་གསུང་རབ་མཐའ་དག་གི་ཚིག་དང་དོན་ལེགས་པར་འགྲེལ་བ་ནི་མ་བྱུང། གསུང་རབ་མཐའ་དག་ལ་རྒྱལ་བ་རང་ཉིད་ཀྱི་དགོངས་པ་གཙོ་བོར་བྱེད་པའི་དགོངས་འགྲེལ་གྱི་བསྟན་བཅོས་བཞི་ཙམ་པོ་བསྒོམས་པ་རེད། འདས་སོང་ད་དགུང་ལོ་སུམ་ཅུ་ལ་བྱོན་པའི་ཚེ། དཔལ་ཨེའི་ཆོས་འབྱུང་གི་རྒྱ་མཚོ་ཆེན་པོ། དཔང་ལོ་རྫོགས་པ་བློ་ལྡན་ཆེན་པོས་གཟིམས་ཁང་དུ། སྐུ་མཚམས་དམ་པོར་དང་བཅས་ཟབ་རྒྱས་རྒྱ་མཚོས་གནས་ལ་ཆད་པ་ཞིབ་ཏུ་མཛད་པ་ལ་བཞུགས་སོ། ད་ལྟ་ད་ལྟ་རྨོངས་དུ་བྱུང་ན་ཞིག་ད་དགུང་ལོ་སུམ་ཅུ་ལ་ཕེབས་པའི་སྐབས་བོ་དོང་ཨེ་ལ་བཞུགས་ནས། ད་ཆད་པ་ནང་འགོ་བཙུགས་པ་རེད། དེ་དུས་ད་ནས་འགོ་བཙུགས་དུས་རག་ནས་དེ་དུས་ཟབ་མོ་སྟོང་པ་ཉིད་གཏམ། ཐོས་པ་ཙམ་གྱིས་སེམས་ལ་དགའ་བ་ཆེན་པོས་དད་པའི་སྤུ་ལོང་རབ་ཏུ་རྒྱས་སོ། ད་གདུགས་ཟེར་ནས་དབུ་བཙུར་བ་དང། སྟོང་ཉིད་སྐོར། ཐོས་པ་ཙམ་གྱིས་དད་པའི་སྤུ་ལོང་རབ་ཏུ་རྒྱས་སོ། དེ་གདུགས་ཟེར། དེས་སོང་ད་ཁོ་རང་ག་རེ་གནང་ས་ཐོག་མར་དེ་བོ་དོང་ཨེ་ལ་བཞུགས་ནས་དགུང་ལོ་སུམ་ཅུ་ཐམ་པའི་ལོ་དེ་གཙང་མ་དབུ་མའི་གཞུང་ལ་གཟིགས། དེ་དག་གི་བཤད་སྒྲོས་ཀུན་གྱི་ནང་ནས་ས་དཔལ་ལྡན་ཟླ་བ་གྲགས་པས། གཞུང་ས་ཤིན་ཏུ་ཕུལ་དུ་གྱུར་པར་གཟིགས་པ་རེད། སྐྱེས་པ་ནང་དང་ཡོལ་བ་སྐྱེས་པ་ནང་དང་དེ་དུག་སེལ་ན་སྐྱེས་པ་ནང་པ་རེད། མཐར། དངོས་པོའི་གནས་ལུགས་མཐའ་དག་ལ་མཐའ་བཞིའི་སྒྲོ་འདོགས་ལེགས་པར་ཆོད། ད་དངོས་པོའི་གནས་ལུགས་མཐའ་བཞིའི་སྒྲོ་འདོགས་གཉིས་མང་པོ་དེ་ཚང་མ་གཙང་མ་བཟོས།

ད་དེ་ནས་ད་རྩོམ་སྟངས་སྦྱོར་བ་རྩོམ་སྟངས་དེ་བོ་དོང་ཨེ་རུ། ཨེ་ནི། ཡིག་མཁན་ཡིག་མཁན་ཉི་ཤུ་སོ་སོར་དུས་གཅིག་ཏུ་ཇག་པོས་བཙལ་ཏེ་གཞུང་ལུགས་ཐམས་ཅད་ཀྱི་མཐར་སོན་པའི་བསྟན་བཅོས་གླེགས་བམ་བརྒྱ་དང་སུམ་ཅུ་སོ་གསུམ་ཡོད་པ་གསར་རྩོམ

ད་དེ་ནི། ད་རྩོམ་ལ་འཇུག་པའི་སྒོ་ནས། འཇུག་པ་བཞིའི་སྒོ་ནས་ལུང་དྲན་རྒྱུ་ཡོད། ད་རྩོམ་སྐྱོན་སྟངས་དེ་ལ་འཇུག་པ་བཞིའི་སྒོ་ནས་ལུང་དྲན་རྒྱུ་ཡོད། དེ་ག་རེད་ཟེར་ན། གསུང་འབུམ་པོད་བརྒྱ་དང་སུམ་ཅུ་སོ་གསུམ་ནང་ལ། དང་པོ་དེ་བྱེད་པ་ལ་འཇུག་པའི་སྒོ་ནས་གཅིག་བྱས། གཉིས་པ་དེ་མཁས་པ་ལ་འཇུག་པའི་སྒོ་བྱས། གསུམ་པ་འདི་རྡོ་ལ་འཇུག་པའི་སྒོ། བཞི་བ་འདི་སྔགས་ལ་འཇུག་པའི་སྒོ། ད་བྱི་བ་ལ་འཇུག་པའི་སྒོ་ཟུང་ན། ལུས་ངག་ཡིད་གསུམ་གྱི་བསླབ་པ་དཔེར་ན་མའི་མངལ་ནས་རེ་བ་མའི་མངལ་ནས་སྤུ་གུ་ཆགས་མ་ཐག་ལ་ཨེ་ནི་དཔེ་དེ་མའི་མངལ་དུ་སྤུ་གུ་ཆགས་མ་ཐག་ལ་ཨེ་འདི།

མཁས་པ་ལ་འཇུག་པའི་སྒོ། མཁས་པ་ལ་འཇུག་པའི་སྒོ་འདི་ལ། གཟུགས་རིག་པ། གསོ་བ་རིག་པ། སྒྲ་རིག་པ། གཏན་ཚིགས་རིག་པ། ངང་རིག་པ་སོགས་ཡོད་རེད། ད་བདུད་ཚང་མ་ཁྱེད་འགྱུར་བ་མཁས་པ་ལ་འཇུག་པའི་སྒོ། བུ་སྟོང་ཐུན་རྣམ་རྒྱལ་ཁོ་རང་དཔེ་དེ་གཟུགས་རིག་པའི་ནང་ནས། ལྷག་པར་དུ་རི་མོ་དྲི་མོ་དྲི་ཡས་དང། གཏམ་རྒྱུད་འཕྲད་པས་སུ་ལ་ཤིན་ཏུ་མཁས་པ་རེད། འདི་ཡོད་རེད། དེ་ནས། རྡོ་ལ་འཇུག་པའི་སྒོ་ལ། བསྟན་པ་སྤྱིའི་རྣམ་གཞག་དང་དེ་ཉིད་བསྡུས་པའི་ཀྱི་ཁྱད་པར་རྣམ་གཞག་བཞི་ཡོད། སྔགས་ལ་འཇུག་པའི་སྒོ་ནས་རྒྱུད་སྡེ་བཞིའི་རྣམ་གཞག་དང་ཁྱད་པར་གྱི་རྣམ་གཞག་བཞི་ཡོད། འོ་དེ་རེད། ད་གང་འདྲ་རྡོག་རྡོག་བྱས་པ་ཡིན་ན། བོ་དོང་ཆོས་ལས་རྣམ་རྒྱལ་གྱི། དེ་རྩོམ་ལ་འཇུག་པའི་སྒོ་ནས། བཤད་པ་ཡིན་ན། ད། དཔལ་དེ་ཁོ་ན་ཉིད་བསྡུས་པའི་ཀྱི་གླེགས་བམ་དང། རྒྱས་པ་སྟེ་གླེགས་བམ་བརྒྱ་དང་བཅུ། འབྲིང་པོ་ལ་གླེགས་བམ་ཉི་ཤུ། བསྡུས་པའི་བསྡུས་པ་ལ་གླེགས་བམ་གཉིས། ཤིན་ཏུ་བསྡུས་པ་གླེགས་བམ་གཅིག་སྟེ་བསྡོམས་གླེགས་བམ་བརྒྱ་དང་སུམ་ཅུ་སོ་གསུམ་ཡོད་ད་འདི་ཐོག་མའི་འདིར་ཐོག་མའི་མཛད་པ་དེ། དེ་ནི། དེ་དུས་ད་ནི་ཨེ་ནི། དཔལ་ལྡན་ཟླ་བ།

ཁྱོད་ཉིད་ངོམས་པར་མ་ཡིན་ཏེ། རྒྱལ་བའི་དགོངས་པ་བདུད་རྩིའི་དཔལ། གཞན་གྱིས་མ་རྙེད་ཁྱོད་ཀྱིས་མྱངས། ཨོ་ད། ད་རྒྱལ་བས་བསྟན་པ་ལ་དེ་ནི། ཚིག་འདི་འགྲེལ་པར་བྱེད་ངེས་འདི་མི་གཞན་དག་གིས་བྱེད་ཡ་མ་རེད་ཁྱེད་རང་གིས་བྱེད་དུ་ཟེར་ནས་ཨོ་ད་བསྟོད་པ་འདི་འདྲའི་ཚུལ་ཡོད་རེད། ཨོ་ད། དེའི་བར་དུ་དེའི།

སྟོང་ལ་འཇུག་པའི་དེ་རིམ་པ་དེ་རེད། ད་དེའི་རྒྱུགས་ལ་ཡང་དེ། མང་པོ་ཞིག་ཡོད་པ་ཡོད་རེད་དེའི་སོང་ཙང་ཁ་ཤས་ཀྱི་ག་རེ་ཞིག་ཡོད་ཟེར་ན། ཨེ་ནི། བོ་དོང་ཆོ་ལོམ་ཡའི་གསུང་འབུད་ཡོངས་སུ་རྫོགས་པ། རུག་རུག་བྱས་ན་ད་ཕལ་ཆེར་པོད་བརྒྱ་དང་བཞི་བཅུ་ལྔ་བཅུ་ལ་ཡང་འགྲོ་གི་རེད། ད་ལྟ་འདི་དེ་ཁོ་ནའི་རྩོམ་སྟངས་དེ་དགུང་ལོ་སུམ་ཅུ་ནས་རྩོམ་སྟངས་དེ་གི་ལ་ཡོད་པའི་དེ་པོད་ད་ག་གཅིག་པོ་རེད། ད་དེ་མེད་པར་ཐོར་འབུམ་མང་པོ་ཡོད་རེད་དེ་ན་ཞིག་གསུང་ཆོས་གནང་གི་རེད་ལུང་པ་ཁ་ས་ག་ལ་ཕེབས་ནས་ཨེ་ནི་གསུང་ཆོས་གནང་གི།

བསྟོད་པ་ལ་འཇུག་པའི་སྒོ་སྟེ། འདི་ག་རེ་ཟེར་ན་འདུག་ཟེར་ད་བསྟོད་པ་ལ་འཇུག་པའི་སྒོ་སྟེ། ཨོ་ཀེ། ད་ཁ་སང་སྔོན་མ་ཞུས་ཡིན་པ། དེའི་དུས་ལ་ཆིག་སྟོང་སུམ་བརྒྱ་ཨ་དྲུག་ཅུ་བཞི་བཅུ་ལྔ་བཅུ་དྲུག་ཅུ་བདུན་ཅུ་བར་ལ་བོད་སྡེ་བ་གཞུང་དེ་སུས་བསྐྱངས་ཡོད་རེད་ཟེར་ན་ཕག་གྲུས་བསྐྱངས་ཡོད་རེད། ཕག་གྲུས་བསྐྱངས་ཡོད་ད། དེའི་སྐབས་ལ། རྩ་བའི་བོད་སིལ་བུའི་དུས་ཡོལ་ཚར་རེད་དེ། ཡིན་ན་ཡང། ལུང་པ་སོ་སོ་ལ་རྒྱལ་བུ་རྒྱལ་ཕྲན་ཟེར་ནས། རྒྱལ་ཕྲན་ཆུང་ཆུང་ཆུང་ཆུང་ཚེ་ལུང་ཆུང་ཆུང་ལ་རྒྱལ་བུ་རེ་ཡོད་རེད། དཔེར་ན་ལ་སྟོད་ལྷོ་དང་ལ་སྟོད་བྱང་གི་རྒྱལ་བོ་ཟེར། ད་ནི་ཤེས་ཅིག། འདི་ནི་ཕ། ལུང་པ་གཞན་དག་ལ།

ནི་བོ་དོང་མཚོ་ལ་རྣམ་རྒྱལ་གྱི་དགུང་ལོ་སུམ་ཅུའི་ཡར་གལ་བའི་ཛམ་དེ་བ་གནས་པའི་བོད་ཡོངས་རྫོགས་ལ་སྐད་གྲགས་ཞེ་པོ་བྱུང་འདུག་ད་ལྟའི་བོ་དོང་མཚོ་ལ་རྣམ་རྒྱལ་བཞུགས་ཡུལ་འདུག་པས་མི་སྲིད་ཁ་བ་ཆེ། དེ་ནས་སོང་ད་ད་དེའི་སྐབས་ལ་དཔེར་ན། རྩེ་ཐང། སྣེ་གདོང། ཁྲ་འབྲུག། ཡར་ཀླུང། གསང་ཕུ།

དེའི་སྐབས་སུ་དང་པོ་དེ་གཡག་བི་ཕམ་ཆོས་ཀྱི་རྒྱ་མཚན་ཟེར་གྱི་བྱུང་བ་རེད། འདི་དང་ཨེ་ནས་བོ་དོང་ཆོ་ལོས་ནི་རྩོད་པ་ལ་བསྐུལ་བར་དེ་བྱང་བདག་བྱང་བདག་སེང་ལ་བྱང་བདག་གི་རྒྱལ་པོ་བསྐུལ་ནས་ལ་ཨེ་ནས་ཁོ་ཚོ་གཉིས་དངོས་གནས་གཅིག་གཅིག་ལ་མཁས་པའི་མཁས་མཉམ་ཞིག་ལ་བྱུང་བ་རེད། གཅིག་གཅིག་ལ་གུས་བརྩི་ཞིག་ལ་བྱུང་བ་རེད་ཡིན་ན་ཡང་ཐང་མ་དེ་འཇིགས་བྲལ་ཆོ་ལོ་རྣམ་རྒྱལ་གྱིས་ཨེ་ནས་གཡག་བི་ཕམ་ལ་ཨེ་ནས་རྒྱལ་བའི་གསུང་སྒྲ་སྤོས་བཅོ་ལྔ། མདུན་དུ་བསྒྲིགས་ནས་བཞག་ནས་ཡ་ད་ང་ནི་འདིའི་སྒང་ལ་བཙུགས་ཡིན་གསུངས་དུས་དེ་ནས་ནི་ཡག་ཕམ་པས་པས་དེ་ད་ཞོལ་ས་མ་ཞུ་ནས་མགོ་བསྐུར་ནས་ད་དེ་འདྲ་ངས་བྱོན་པ་མི་འདུག་ཟེར་ནས་ཨེ་ནི་པས་ཇི་ལྟར་ལ་པས་ཤིན་ཏུ་དད་པ་ཞི་བོ་བསྐྱོན་ནས་ཨེ་ནི་བསྟོད་པ་ཕུལ་བས་ཀྱི་ལོ་རྒྱུས་ཞིག་ལ་ད་འདི་ཡག་མི་ཕམ་མགོ་རེད། ད་གཉིས་པ་དེ

ཁོ་རང་དང་བུ་ཆུང་ཚོ་གླིང་རྗེ་སྟོད་དུས་དང་ནི་གཅིག་ལ་གཅིག་ཁེལ་བ། ཨེ་ནི་བེ་གཅིག་དེ་ལ་གུས་བརྩི་ཞིབ་པོ་བྱུང་ནས་ལ་ཨེ་ནི་ཁ་ཤས་ཡང་དེ་ལ་བུ་ཆུང་ཚོ་གླིང་དེ་ཕམ་པ་ལ་ཟིན་བྲིས་དེ་ངམ་གླིང་གི་དཔེ་ཆ་ནི་ཕམ་པ་དེ་འདྲའི་ད་གལ་ཞུ་གུ་ཟེར་བ་མ་དེ་འདྲ་གལ་ཡོད་ས་མ་རེད་ག་ཚོད་རྩོད་པ་ཁྲག་པོ་ཞིབ་པོ་བྱུང་ནས་ལ་ཞུ་གུ་ཨེ་ནི། དཔེ་དེ་ཁོ་རང་གཉིས་ཀ་གཅིག་གིས་གཅིག་ལ་ལྟོས་རེས་ཏེ། བྱ་བ་རེ་བ། འོ་དེ་དགེ་ལེགས་དཔལ་ས་འདི་ཐ་མ་འདི་རེ་བ། དཔལ། དཔལ་ཆེན་སྐུ་སྟེང་དང་པོ། འོ་ད་འདི། འདི་དང་གཅིག་དང་དེའི་དངོས་ཀྱི། འོ་ད་འདི། མཛད་པ་ཁ་ཤས་ལ། གཅིག་གིས་གཅིག་ལ། དཔེར་ན། རྗེ་དགེ་འདུན་གྲུབ་བསྟན་པོ་བསྟོད་པའི་སྐབས་ལ། གཅིག་གིས་གཅིག་ལ། གུས་བརྩི་བྱས་ནས་ཁྱེད་རང་ལས། ང་ལས་ཁྱེད་རང་མཁས་པར་སྲིད་བསྟོད་པ་གནང་རེ་ཡོད་པ་འོ་ད་འདི་དང་གཅིག་བྱས་གཉིས་འདི་ན་དགེ་ལེགས་དཔལ་བཟང་ཆེན་པོ་ད་ག་བྱུང་བ་རེད། ད་དེ་ནས་ཐ་མ་དེ་ལ་འདི་ཡིན།

དེ་ནི་འབད་བརྩོན་གནང་དང་གནང་བཞིན་པ་རེད་འོ་དེ་དེ་དང་དེ་སེམས་བབས་སུ་ཚང་མས་དེའི་ཐུགས་ལ་བཞག་ནས་ལ་འདི་བ་ཡང་ཅིག་དེ། ཀུན་མཉེས་དེ་བ་ཡོད་ན་རྒྱབ་སྐྱོར་གནང་རོགས་གནང་ད་ལྟ་དེ་རྩ་བའི་དྲ་རྒྱ་ནས་དེ་འགྲོ་བསྡད་ཡོད་ས་རེད་ཨོ་ཁེ་ཐུགས་ཆེ་གནང་འོ་ད་ཚང་མ་ལ་བཀྲ་ཤིས་བདེ་ལེགས་ཞུ་ནས་ད་རིས་མཛད་རྩམ་བཞག་ཡིན་ད་བོ་དོང་ཆོ་ལོ་མི་མཛད་པའི་སྐོར་ལ་ངས་ཞུ་ཡས་དེ་ད་རིས་ནས་ཟུར་ནས་རྫོགས་ཚར་བ་ཡིན་ཞུ་ཡས།

ད་ཟེར་ན། བོ་ལྡོང་མཚོ་ལྷན་རྒྱས་གསུང་འབུམ་ནང་ལ་ང་ཕམ་པའི་ལོ་རྒྱུས་བཅས་ཡོད་པ་རེད། ཕ་ཆོས་དངོས་ཀྱི་བྱང་བདག་ཡིག་བཅས་ནང་ལ་ཨེ་ནི་གཅིག་ཕམ་པའི་ལོ་རྒྱུས་ཡོད་རེད། དེ་སོང་ཙང་ད་གཅིག་བྱས་ན། ཁོ་ཚོ་གཉིས་རྩོད་པ་དེ་དཔེ། འཁྲུག་པོ་དེ་ཡག་པོ་བྱུང་ཡོད་རེད་གཅིག་བྱས་ན་ད་སྔོན་མ་རང་ནས་གཅིག་སྡང་ཟུག་གིས་གཅིག་ཡོད་རེད་བ། ཁོ་ལྟར་མོ་དེ་ཡང་སའི་སྡང་ཟུག་ཅིག་ཡོད་རེད་དེའི་རྒྱུ་མཚན་གྱིས་ཕམ་པ་བྱས་པ་ཡིན་འདུག་དེའི་གི་ན་ཚ་དེ་དུས་ད་ལྟ་ཡང་ད་ཉེ་བའི་ཆ་ལ།